ད་རྒྱ་ནག་རོགས་ཀྱི་ཆབ་མཚོན་པ་ཡིན་ན་ས་བགོས་རང་དབང་མེད་པའི་རྒྱལ་ཁབ་ཞིག་ཏུ་ཆགས་བསྡད་ཀྱི་ཡོད་རེད་ལ་ལྷག་པར་དུ་ད་ལོ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ལོའི་གི་རྒྱལ་སྤྱིའི་ངོས་ནས་ད་ས་བགོས་རང་དབང་སྤེལ་ཚད་དམའ་ཤོས་ཀྱི་རྒྱལ་ཁབ་ཞིག་ལ་དེ་འདྲ་ཞིག་ངོས་འཛིན་འདིར་བྱས་ཡོད་རེད། ཨ་དེས་མ་ཟད་ད་ལྟ་གི་རྒྱལ་སྤྱི་སྤྱི་ཡོངས་ཀྱི་ས་བགོས་རང་དབང་ལ་དུ་བལྟས་ཡོད་དུས་དེ་ལོ་ཡིན་པ་ཡིན་ན་ད་ས་བགོས་ཀྱི་རང་དབང་གི་ཚད་དམའ་པོ་ཞིག་དེ་འདྲ་ཞིག་ཆགས་བསྡད་པའི་གནས་སྟངས་ཅིག་ཏུ་ཆགས་བསྡད་ཡོད་རེད་དེ་གསུངས་དང་དེ་རིང་ང་ཚོ་བོད་ཀྱི་རླུང་འཕྲིན་གྱིས་ད།

དཔལ་ཤུལ་རྨེ་བའི་མཐོང་སྨོན་སྡེ་བ་རུ་སྐུ་འཁྲུངས། ཆུང་དུས་ནས་སློབ་གྲྭ་ཆུང་འབྲིང་གཉིས་ཀ་བོད་ནས་སློབ་མཐར་ཕྱིན། ཕྱི་ལོ་ཉིས་སྟོང་གཉིས་ལོར་ཟི་ཁྲོན་ཞིང་ཆེན་བོད་ཡིག་ཆེད་གཉེར་སློབ་གྲྭར་ཡིག་རྒྱུགས་ཀྱི་ལམ་ནས་ཚུད་དེ་བོད་རྒྱ་ཡིག་སྒྱུར་ཐོག་ཆེད་སྦྱོང་གནང། སློབ་གྲྭ་ཆུང་འབྲིང་དང་མཐོ་སློབ་བཅས་སུ་སློབ་སྦྱོང་བྱེད་སྐབས། ཟི་ཁྲོན་ཞིང་ཆེན་རྔ་བ་ཁུལ་གྱི་གཞོན་ནུའི་རྩོམ་ཡིག་འགྲན་བསྡུར་ཁྲོད་ཨང་གཉིས་པ་ཐོབ་པ་དང། ཟི་ཁྲོན་ཞིང་ཆེན་བོད་ཡིག་ཆེད་གཉེར་སློབ་གྲྭ་ནས་ལོ་འཁོར་ཡིག་རྒྱུགས་ཁྲོད་ཨང་དང་པོ་ཐོབ་པར་བརྟེན། ཨ་དཀོན་རིན་པོ་ཆེ་མཆོག་ནས་ལོ་གསུམ་རིང་སློབ་ཡོན་བྱ་དགའ་གནང། མཐོ་སློབ་ཀྱི་ལོ་གཉིས་ལ་སྤྱོད་ཡོན་གཙང་གསུམ་ལྡན་པའི་སློབ་མ་གཟེངས་ཐོན་གྱི་བྱ་དགའ་ཐོབ། ཕྱི་ལོ་ཉིས་སྟོང་ལྔ་ལོར་ཟི་ཁྲོན་ཞིང་ཆེན་བོད་ཡིག་འཆད་ཉན་སློབ་གྲྭ་ནས་གཙུག་ལག་རབ་འབྱམས་པ་མཐར་སོན། སློབ་གྲྭ་ཐོན་འཕྲལ་ཟི་ལིང་སྤང་རྒྱན་པར་ཁང་དུ་སློབ་གྲྭ་དང་ཚོགས་པ་ཁག་གི་དུས་དེབ་དང་སྒེར་དེབ་སོགས་ལ་ཞུ་དག་རྩོམ་སྒྲིག་གི་ཕྱག་ལས་གནང། ཕྱི་ལོ་ཉིས་སྟོང་ལྔ་ཟླ་བ་བཅུ་གཉིས་པ་ནང་བཙན་བྱོལ་དུ་ཕེབས། དེ་རྗེས་ཤེས་རབ་དགའ་ཚལ་སློབ་གླིང་དུ་ཟླ་ཤས་རིང་སློབ་སྦྱོང་བྱས་རྗེས་སྔ་གཞུག་ཏུ་སུ་ཇཱ་དང་མཚོ་པདྨའི་འབྲི་གུང་དགོན་གཉིས་སུ་དགེ་རྒན་གྱི་ཕྱག་ལས་གནང། ཕྱི་ལོ་ཉིས་སྟོང་དགུ་ལོར། རྒྱལ་སྤྱིའི་བོད་ཀྱི་བཅའ་ཁྲིམས་གསར་ཁང་གི་གསར་འགོད་པ་དང་གཤམ་པ་ལ་བོད་ཡིག་དྲ་བའི་རྩོམ་སྒྲིག་པ་གཞོན་པ་གནའ། ཕྱི་ལོ་ཉིས་སྟོང་བཅུ་གསུམ་ནས་བོད་ཀྱི་དུས་བབ་གསར་ཁང་དུ་གསར་འགོད་པའི་ཕྱག་ལས་གནང་སྟེ་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་ནས་བོད་ཀྱི་དུས་བབ་གསར་ཁང་གི་རྩོམ་སྒྲིག་པའི་འགན་འཁུར་བཞེས་བཞིན་པའི་མུར་བོད་ཀྱི་གསར་འགོད་མཐུན་ཚོགས་དང་པེན་བོད་ཀྱི་རྩོམ་པ་པོའི་མཐུན་ཚོགས་ཀྱི་རྒྱུན་ལས་དང་དེ་བཞིན་སྐབས་བཅུ་བདུན་པའི་སྤྱི་འཐུས་ཀྱི་མཛད་ཁུར་ཡང་བཞེས་བཞིན་པ་ཡིན་པ་རེད། ཉམས་ཞིབ་པ་ཟླ་བ་བཀྲ་ཤིས་ལགས། བོད་ཀྱི་ཆབ་སྲིད་བཙོན་ཟུར་ཟླ་བ་བཀྲ་ཤིས་ལགས་ནི། ཕ་ཡུལ་བོད་ལྗོངས་ལྷོ་ཁ་ནས་ཡིན་ཞིང། བོད་ནང་གཞི་རིམ་འཛིན་གྲྭ་དང་པོ་ནས་བོད་ལྗོངས་སློབ་གྲྭ་ཆེན་མོ་བར་བསྐྱོད། ཕྱི་ལོ་ཉིས་སྟོང་གསུམ་ལོར་ཆབ་སྲིད་ཀྱི་ལས་འགུལ་སྤེལ་བའི་རྐྱེན་གྱིས་རྒྱ་ནག་གཞུང་གིས་འབྲེལ་ཡོད་ཚན་པས་འཇུ་བཟུང་བྱས་ཏེ་ཟླ་བ་གཉིས་ལྷག་ཙམ་བཙོན་འཇུག་བྱས། དེ་རྗེས་བཙོན་གྲོལ་ཐོབ་རྗེས་རྒྱ་ནག་གཞུང་གིས་ཁོང་སློབ་གྲྭའི་སྐྱིད་སྡུག་ནས་ཕྱིར་འབུད་བྱས་པ་དང། ཕྱི་ལོ་ཉིས་སྟོང་གསུམ་ལོའི་ལོ་མཇུག་ཏུ་བཙན་བྱོལ་དུ་ཕེབས། བཙན་བྱོལ་དུ་ཕེབས་རྗེས་བོད་ཀྱི་སྐུ་ཆུང་གསུམ་ལས་འགུལ་ཚོགས་པའི་དྲུང་ཆེ་དང་ཚོགས་གཞོན། རྒྱ་བོད་ཉམས་ཞིབ་པ་བཅས་ཁྱོན་མི་ལོ་བཅོ་བརྒྱད་ཙམ་དེ་གར་ཕྱག་ལས་གནང་ཡོད་པ་དང། ཞོར་དུ་དབུས་གཙང་ལོ་རྒྱུས་ཆེན་མོའི་རྩོམ་འབྲི་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་བར་བོད་གཞུང་དགའ་ལྡན་ཕོ་བྲང་གི་གཞུང་ཞབས་ཟུར་པའི་ལོ་རྒྱུས་རྩོམ་འབྲི་གནང་ཡོད། ད་ལྟའི་ཆར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་དུ་ཉམས་ཞིབ་པའི་ཕྱག་ལས་གནང་བཞིན་པ་ཡིན་པ་རེད། ཐོག་མར་དེ་ལ་དྲི་བ་མ་གཏོང་བའི་སྔོན་ལ་ད་རྣམ་པ་གཉིས་དེ་རིགས་འོ་ནས་གུང་ཟས་རེད་དེ་ད་དུས་ཚོད་དེ་འདྲའི་ཞིག་བཏབ་དོན་ཅི་ད་དེ་ལ་འོ་ནས་ཕེད་ཅག་ང་ཚོ་ལ་བོད་ཀྱི་རླུང་འཕྲིན་གྱི་དུས་རྩོམ་དེ་ལ་ཕེད་བ་ཐོ་ཆེ་དང་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་ཨ་ཡེ་དང་ཐོ་དེ་ངས་དེ་དཔེ་མོ་ཚོགས་ལགས་ག་འདྲ་ཞུ་ཡོན་ཅིག་འདུག་ག་ཞུ་ཡོན་ན་ད་དཔེ་མོ་ཚོགས་ལགས་རོ་ཅིག་ཡིན་པ་ཡིན་ན་ད་ས་གོས་པ་སྙིང་གྲས་ཞིག་རེད་དེ་གསུངས་ཙང། ཁྱེད་རང་གི་བསམ་བློ་ལ། ས་བགོས་རང་དབང་ཟེར་དུས་ག་འདྲའི་ཆེ་ལ་ངོས་འཛིན་བྱེད་དགོས་ཀྱི་ཡོད་རེད་ད་ག་ནས་ཞིག་གིས་ད་རྒྱལ་སྤྱིའི་དང་བོད་ནང་གི་ས་བགོས་རང་དབང་གི་གནས་བབ་ཅིག་ག་འདྲས་སླེབས་ཡོད་རེད་བསམ་གི་འདུག།
བཀྲ་ཤིས་བདེ་ལེགས་ཐོག་མ་འདི་ལ། ད་དེ་ལ་ཡང་དེ་རིང་བཀའ་ཟུར་དང་ཨ་ནེ། དེ་ལ་ཡང་གནད་ཡོད་མི་སྣ་ཞུ་མང་པོ་ཞིག་ཕེབས་ཤག་ངས་ཐོག་མ་དེ་ལ་ཡང་དེ་རིང། ད་ཅི་སྔ་དྲོ་དེ་ལས་ཞུ་བ་དང་སྦྲགས་ནས་ཨ་ནེ་དེ་རིང། བོད་ཀྱི་རླུང་འཕྲིན་ཁང་དབུ་བརྙེས་ནས་ལོ་སི་བོ་གཅིག་འཁོར་བའི་གི་ཉིན་མོ་དེ་ལ་ཨ་ནི། སོ་སོ་ལས་རིགས་འདས་ཀྱི། ལས་ཀ་བྱེད་ཉེན་ཞིག་ཡིན་པའི་ཆ་ནས། ཨ་ནི། བཀྲ་ཤིས་བདེ་ལེགས་དང། མ་འོངས་པའི་བྱ་བཞག་ག་རེ་ཡིན། ཨ་ནི། འགན་གཅིག་པ་དང། ཨ་ནི། ལས་དོན་གཅིག་པ། དེ་གི་འཕྲོ་ནས་ཨ་ནི་ང་ཚོ་ཅིག། གཡུར་དུ་ཟ་བའི་གེའི་གྲུབ་འབྲས་ཐོན་ཐུབ་པ་དང་སྤྱི་ཚོགས་ལ་ཕན་ཐོགས་ཕན་ཐོགས་ཡོང་ཐུབ་པའི་གེའི་རེ་བ་དང་སྨོན་འདུན་ཞུ་གི་ཡོད། དེ་ནས་ད་ད་ལྟ་གོང་གི་དྲི་བ་དེ་ཅིག་རྒྱ་ཆེ་ཐག་ཆོད་ནས་ངས་ཞུ་ཅིག་ཞུ་ཡ་ཤེས་ས་མ་རེད་ད་ཡིན་ན་ཡང་ད་གང་ལྟར་དེ་རིང་གི་ང་ང་རང་གསར་འགོད་པ་ཅིག་ཡིན་པའི་ཆ་ནས་ངའི་དེ་རིང་གི་ཉིན་མོ་དེ་ག་འདྲ་འདྲ་ཅིག་ཚོར་གི་འདུག་ཟེར་ན། དེ་རིང་གི་ཉིན་མོ་དེ། སོ་སོ་རང་དབང་ལོངས་པ་ཡོད་དེ་ཉིད་ཅིག། ཉི་མ་ཉི་མ་གི། མིག་གི་བལྟ་ས་དང། རྣ་བའི་ཉན་ས་དེ། རི་བོ་ཧི་མ་ལ་ཡི་གི་རྒྱབ་ལོགས་ཐག་རིང་པོ་ཅིག་ལ་བལྟ་དེ་དགོས་དང་ཉན་དེ་དགོས་ཡ། དེ་ཡང། སོ་སོ་གི། བལྟ་དགོས་ས་དང་ཉན་དགོས་ས་གི་གནས་དེ། སོ་སོ་གིས་སྙོབ་མ་ཐུབ་ས་ཅིག། ཕ་ནི་ཚུར་མི་སྙོབ་ས་འདི་ནི་ཕ་མི་སྙོབ་ས་དེ་འདྲའི་གི་ཅིག་དཀའ་ལས་ཁག་པོ་ཅིག་གི་ཁྲོད་ནས་ང་ཚོས་ཉི་མ་རེ་རེ་གི་ལས་ཀ་དེ་འགྲོ་གི་ཡོད་རེད་ལ་ཨ་ནེ་ཅིག་དེ་རིང་གི་ཉིན་མོ་དེ་ལ་ཨ་ནེ་ཅིག་འདས་པའི་གི་ལོ་གཅིག་དེ་རིང་ལ་ཡ་ཨ་ནེ་ངའི་གི་དམིགས་ཡུལ་དང་པོ་ལས་འགན་དང་པོ་དེ་ག་ཚོད་སུ་འགྲུབ་ཡོད་ཟེར་དུས་ད་བརྒྱ་ཆ་དེ་མ་སོང་ན་བོད་ནང་གི་གནས་ཚུལ་བརྒྱ་ཆ་སུམ་ཅུ་བཞི་བཅུ་ཅིག་རག་ཡོད་ན། དེ། གཅིག་ནི། སོ་སོ་གཅིག། གར་སོ། འགན་མ་འཁྱོལ་བ་གཅིག་དང་སོ་སོའི་འགན་དེ། ནི། འགྲུབ་མེད་པ་གཅིག་ཚོར་གྱི་འདུག་ལ། ཕྱོགས་གཅིག་ནི། སོ་སོ་གཅིག་ལས་དག་འགྲོ་གཅིག། ལས་ཅན་འགྲོ་གཅིག་ཚོར་གྱི་འདུག། རང་དབང་གི་ལུང་པའི་ནང་ཡོང་བྱས། གང་ལྟར། སོ་སོ་གི་ལས་འགན་དེ་ག་ཚོད་སྒྲུབ་ཀྱི་ཡོད་མེད་ལ་མ་ལྟོས་པས་གང་ལྟར་རང་དབང་གི་ཐོག་ནས་གནས་ཚུལ་བརྒྱུད་སྤེལ་བྱས་ཡ་ཡོད་པ་རང་དབང་གི་ཐོག་ནས་གནས་ཚུལ་ལ་འཚོལ་ཞིབ་བྱས་ཆོག་ཡོད་པ་ཞིབ་འཇུག་བྱས་ཡ་ཡོད་པ་འདིའི་གི་འཁོར་ཡིག་དེ་ནང་ལ་སོ་སོ་ལས་འགན་འདི་འདྲ་ཅིག་བྱས་ཡ་གི་གོ་སྐབས་དེ་བྱུང་བ་དེ་སོ་སོ་ཡིན་ན་ཅིག་སོ་ལྟས་ཆེན་པོ་རུ་ཅིག་ཚོར་གི་འདུག། དེ་ནས་ད་བོད་ནང་གི་ད་ཅིག་གསར་འགོད་རང་དབང་དང་ནི་རྒྱལ་སྤྱི་གི་གསར་འགོད་རང་དབང་རྒྱལ་སྤྱི་གི་སྒང་ལ་བོད་ཀྱི་གནས་ཚུལ་དེ་ག་ཚོད་སི་སླེབས་ཐུབ་ཀི་ཡོད་རེད་ཡོད་མ་རེད་ཟེར་དེ་རེད། ད་དངོས་གནས་ཅིག་ང་ཚོ་སྟབས་ཡག་ནས་ཟེར་ན་གང་ལྟར་བོད་མི་འདི་འདྲ་གང་ལྟར་མང་པོ་ཅིག་མི་གནས་ཡང། བོད་ནང་གི་མགྲིན་ཚབ་པ་ཡིན་བསམ་པའི་གི་ཚོར་བ་དང་རྒྱན་གྱིས་དེ་གཉིས་མི་མང་པོ་ཅིག་རང་དབང་གི་ལོང་པ་སླེབས་བསྡད་པ་འདི་གི་ཕན་ཐོག་ལ་བརྟེན་ནས་ཨ་ནི་ང་ཚོ་ཅིག་ད་ལྟ་རྒྱལ་སྤྱིའི་སྒང་ལ་བོད་ཟེར་དུས་ཨ་ནི་ཅིག་ཐག་མ་ཆོད་པའི་གི་དཀའ་རྙོག་ཅིག་དེ་ཡང་འགྲོ་བ་མིའི་ཐོབ་ཐང་དང་ཨ་ནི་རིག་གཞུང་སྐད་ཡིག་དེ་ཚོ་དང་འབྲེལ་བ་སྟངས་འཚབ་ཆགས་བསྡད་པ་ཅིག་དང་ཨ་ནི་མ་འོངས་པ་ལ་འགྲོ་བ་མིའི་བདེ་སྐྱིད་དང་འབྲེལ་བ་ཡོད་པའི་གི་ཆུ་དང་རིག་གཞུང་གཏིང་ཟབ་པོ་དང་རིན་ཐང་བྲལ་བ་ཡོད་བསྡད་པའི་གི་མི་རིགས་ཅིག་གི་བདེ་སྡུག་དེ་ད་ལྟ་ཡིན་ནའི་འཛམ་བུ་གླིང་གི་ནས་དེ་ལ་འགན་ཅིག་འཁྱི་ཐུག་མེད་པ་དེ་ལ་གདོང་སེམས་མཉམ་བསྐྱེད་བྱེད་ཐུག་མེད་པ་དེ་ཐག་ཆོད་པ་ལ་དེ་སེལ་ཐུབ་ཡ་ལ་ཨ་ནི་ནུས་པ་མཉམ་དུ་སྤུངས་དགོས་ཡ་གི་གནས་སྟངས་ཅིག་ཆགས་བསྡད་ཡོད་པ་དེ་དང་བདག་གི་རྒྱལ་སྤྱིའི་སྒང་གི་བོད་ཀྱི་གནས་སྟངས་རེད་བསམ་གི་འདུག་ལ་རྒྱལ་སྤྱིའི་སྒང་ལ་ཡོད་བསྡད་པའི་གི་བོད་དང་འབྲེལ་བའི་འགན་དེ་ནི་མུ་མཐུད་ནས་ལྷག་བསྡད་ཡོད་རེད་བསམ་གི་འདུག། ཨོ་ན་སི་ཨ་ནི་ད་ད་ལྟ་དཔལ་མོ་ཚོགས་ལགས་ཀྱི་སྲུང་མ་ནང་ཞིག་གིས་ད་བོད་ནང་གི་གནས་ཚུལ་ཡིན་ན་ད་ར་ཁག་པོ་དང་དེ་འདྲ་མང་པོ་ཅིག་དེ་གནས་ཁ་མང་པོ་གསུངས་ནང་སོ། ད་ད་བ་ལ་རོ་ཆ་ཚོན་པོ་ནས་སྤྱི་བཏང་གི་ཞོལ་ན་ད་ཁོ་རང་ས་བཀོད་པ་མ་རེད་དེ། ཡིན་པ་ཡིན་ན་ཡང་ད་ཁོ་རང་གི་ཕྱག་ལས་གནང་སྟངས་དེ་གསར་འགོད་པོའི་གི་ལས་རིམ་དང་འདྲ་བོ་ཅིག་ཆགས་བསྡད་དགོས་རེད་དེ་གསུངས་ཙང་ད་བར་ལ་གི་ད་དེ་འདྲའི་ཉམས་ཞིག་གནང་གནང་དང་དག་ནས་ཞིག་གི་གནོད་འཚེ་ཁུ་དཀྲུག་བྱེད་འོས་གི་སྐབས་སུ་དེ་གི་གནས་སྟངས་རོ་ག་འདྲས་རོ་ཆགས་གི་འདུག་དག་ནས་ཞིག་གི་ད་ཉམས་ཞིབ་པ་ཅིག་ཡིན་པའི་ཆ་ནས་ད་བོད་ནང་གི་ད་ག་ལོག་རེད་གནོད་འཚེ་ཁུ་དཀྲུག་ཆོག་གདོང་ལེན་འགྲོ་བ་ཚོའི་གཙོ་བོ་རོ་གར་བྱེད་དགོས་གི་འདུག

དུས་སྐབས་དེ་འདྲ་ཞིག་རེད་པ། དེ་གིས་ནའང་ཡང་ང་རང་ཚོ་ད་གསར་འགོད་ལས་རིགས་ཙམ་མ་ཟད་ཨ་ནེ་ཆི་བོད་ནང་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དང་ཕྱོགས་ཡོངས་ཀྱི་དང་ང་ཚོའི་གདོང་ལེན་བཅས་ཀྱི་གཞི་རྩའི་གི་སྲིད་བྱུས་དང་ཐབས་བྱུས་དེ་ང་ཚོ་སྔ་ས་ནས་དེ་གཏན་མཁྱེན་མགྱོགས་ཞིག་རེད་བསམ་གྱི་འདུག་ག་རེ་ཟེར་ན་ང་རང་ཚོ་འཐབ་རྩོད་བྱེད་ཡས་ཀྱི་གཞི་རྩའི་གི་ཨ་ནེ་ཐབས་བྱུས་ཟེར་ནས་འདྲ་གདོང་ལེན་བྱེད་ཡས་དེ་འཚེ་མེད་ཞི་བའི་གི་འཐབ་རྩོད་ཟེར་དེ་རེད་པ། དེ་ཡིན་དུས་ཙམ་ལ་ད་ང་རང་ཚོའི་ད་གསར་འགོད་པ་གཅིག་དང་ཉམས་ཞིབ་པ་གཅིག་གི་སྔོན་ཆད་ཞབས་ནས་གདོང་ལེན་བྱེད་ཡས་ནང་གི་ད་ཡག་ཤོས་དེ་ག་རེ་རེད་ཟེར་ན་ད་བོད་ནང་ཡང་འགྲོ་མིའི་ཐོབ་ཐང་གི་གནས་སྟངས་དང་ཆབ་སྲིད་དང་གཏམ་བརྗོད་རང་དབང། སྐྱེ་ཁམས་ཁོར་ཡུག་དང་སྐད་ཡིག་སོགས་མཐར་ཐུག་ནས་བཤད་ན་དང་མི་རིགས་ཀྱི་ཕྱི་དང་གསོན་ཆགས་དང་འཇིག་གི་དང་མཛའ་གྲགས་ཀྱི་གནས་སྟངས་ཅིག་ཡོད་རེད་བ། འདི་ཡོད་དུས་ཙམ་ལ་དང་གལ་ཆེ་ཤོས་ནང་གི་ཆེ་ཤོས་དེ་ག་རེད་ཟེར་ན་དང་ཅི་སྟེ་ང་ཚོ་དཀའ་ངལ་ཆེན་པོ་ཡོད་རེད་ག་རེད་ཟེར་ན་བོད་ནང་གི་གནས་ཚུལ་ཡག་པོ་ཅིག་ང་ཚོ་རག་གི་ཡོད་མ་རེད་བ། འདི་ཡིན་དུས་ཙམ་ལ་ང་ཚོ་གསར་ཁང་ཞིག་ནས་འདྲ་ཉམས་ཞིབ་པ་ཞིག་ནས་འདྲ་ལྟ་དོན་དེ་དྲ་རྒྱའི་དུས་རབས་ནང་ལ་ཡང་ཧ་ལམ་ལྟ་མི་ཚང་མ་གསར་འགོད་པ་འདྲ་བཞིན་ཆགས་ཡོད་རེད་པ་དྲ་རྒྱའི་རྒྱུས་ལོན་དེ་བེད་སྤྱོད་བྱས། འདི་བེད་སྤྱོད་བྱེད་པའི་བརྒྱུད་རིམ་གྱི་ནང་ལ་ཡང་སོ་སོས་རང་ཉིད་ཀྱི་ད་སྐད་ཡིག་འདྲ་མིན་གྱི་ཐོག་ནས་ཁྱབ་བསྒྲགས་བྱེད་ཡ་གི་གནས་ཚུལ་དེ་གནས་ཚུལ་ཆ་ཚང་དང་གནས་ཚུལ་ཁུངས་དག་པ་གནས་ཚུལ་ཚད་ལྡན་ཞིག་ཡིན་དགོས་རེད་བསམ་གྱི་འདུག་འདི་འདྲ་གི་གནས་ཚུལ་ཆ་ཚང་པོ་དང་ཁུངས་དག་པོ་མཚན་ལྡན་གྱིས་བྱུང་བ་ཡིན་ན། རྒྱལ་སྤྱིའི་ཐོག་ནས་ཡང་རྒྱལ་ཁབ་ཁག་གི་སྲིད་གཞུང་དང་གྲོས་ཚོགས་ད་ག་ནང་བཞིན་མི་སྒེར་དང་གཟུར་གནས་མི་མང་པོ་ཅིག་ང་ཚོས་ཁྱབ་བསྒྲགས་བྱེད་ཡ་དང་ང་ཚོ་གི་འབོད་སྒྲ་དེ་ལས་དེ་གཞི་བཞག་གི་རིན་ཐང་ཅིག་སླེབས་གི་རེད་བསམ་གྱི་འདུག་འདི་མ་ཡིན་པ་ཅིག་བརྟག་དཔྱད་དང་ཞིབ་འཇུག་གང་ཡང་མ་བྱས་པ་ཨ་མཐའ་ན་ཅིག་རྒྱ་མིས་ཀྱི་པེ་ཤ་བེ་གི་ད་ཀྲོག་གཏམ་དེ་འདྲ་ལ་ཡང་ཨ་མདོ་སོ་སོ་ཀར་ཕི་གས་མགོ་རྨོ་ཡིག་ཆེ་ཆེ་ཨ་དེ་འདྲ་ཟེར་ག་འཇུག་མ་འཇུག་གི་ཀྲོག་གཏམ་བྱས་བི་ན་ང་ཚོ་འཐབ་རྩོད་ལ་ཡང་ཁྱེད་ལས་ཨ་དགེ་བོ་ཆེ་བ་དག་ཐ་ན་ལྡོག་ཕྱོགས་ཀྱི་ཨ་འབྲས་བུ་མིང་རེ་ཟིང་འདུག་ལགས་བ། ད་ལྟ་ད་བ་ལགས་ཀྱི་གསུང་ནང་སོ་ད་གནས་ཚུལ་དེ་ཁུངས་བཙན་པོ་དང་དེ་འདྲས་ཀྱི་ཡོ་ཧན་ལ་ཨང་ཚོ་འབད་བརྩོན་བྱས་བ་རེད་གསུང་དོ་ད་ད་བ་ལགས་ཀྱི་ཆ་ཚང་བས་ན་ད་དེ་གི་བོད་ནང་གི་གནས་ཚུལ་ཅིག་མང་པོ་ཅིག་འདུག་སེ་ཉམས་ཞིབ་བྱེད་དགོས་རེད་དེ་ཆེ་ཚུགས་ར་ཐབས་བྱས་ལ་ཨ་ཐམ་ལམ་རོ་ཡིན་ན་རེད་ད་ཐབས་ཤེས་ག་ར་རོ་བྱེད་དགོས། ལ་རེ་ད་བོད་ནང་གི་ད་གནས་ཚུལ་དེ་རག་ཐོབ་བྱས་ལ་ད་ཐབས་ཆེ་ད་རྒྱུན་ལམ་ད་རེ་ད་རིན་པོ་ཡོད་ར་རེད་དེ་ལས་རྒྱ་ནག་གཞུང་གི་ད་འདྲའི་བོད་ལ་འཛིན་པའི་སྲིད་ཇུས་དེ་ད་ཀོ་བ་སྐམ་པོ་མེ་ལ་སྲེབ་ས་ནང་བཞིན་ཡ་ད་དམ་པོ་དམ་དམ་འགྲོ་གི་ཡོད་ར་མདུན་དུས་ཚོད་ལ་ད་མི་ད་མི་རྒྱུན་བཅས་ཨ་ནི་གནས་ཚུལ་རག་ས་ད་ད་ཧ་ལམ་ཁག་པོ་རེད་ད་ཡིན་ན་ཡང་ད་ང་དང་ད་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་དེ་ནང་ག་ན་སླེབས་ཀྱི་ད་ལོ་གཅིག་གི་རྒྱུད་རིམ་འདི་གི་ནང་ད་དུས་ཚོད་ལ་ད།

མ་ཟད་ཨ་ནེ་ཡི་པདྨ་ལོ་ཚོ་ལ་ཡིན། ད་སྤྱི་བཏང་གི་ཞོལ་ཡིན་ན་ད་འཛམ་གླིང་ནང་ལོགས་ལ་ད་ས་གང་ཡིན་ན་རེད་ཉམས་ཞིབ་པ་སྡེ་ཚན་ཡིན་ན་ཅེས་མང་པོ་ཅིག་ཡོད་དེ་བ་ར་ཁོང་རང་ཚོ་གི་ད་ས་ཚིག་དམ་དྲག་ཡོད་མཁན་འདུག་འཛུགས་ག་ལ་བ་ར་ད་དམ་དྲག་ཡོད་ཟེར་གི་ས་ཚིག་འདུག་འཛུགས་ལ་ཨ་ནེ་ཁོ་རང་ཚོ་གི་དེ་ཅིག་བ་ར་ད་གནོད་འཛུགས་ཁུ་དྲུག་བྱས་ལ་ད་ཡང་མེད་ན་དཔལ་འབྱོར་གི་རོགས་རམ་མང་པོ་ཅིག་བཏང་དགོས་རེད་ཡང་མེད་ན་འཕྲུལ་ཆས་རིགས་འདྲ་མིན་མ། ཅིག་བུ་བཅོལ་བྱས་རྗེས་ད་གང་ཙག་གནོད་འཚོལ་ཚུགས་རག་ཡག་གི་ཐབས་ཤིག་བྱེད་དགོས་རོགས་མང་པོ་ཅིག་རག་རག་གོ་ཡོད་རེད་ད་ང་ཚོ་བོད་བའི་ས་གང་རོགས་ཅིག་ཡིན་པ་ཆ་ཤ་ན་ད་དེ་འདྲེ་གི་ད་དཔལ་འབྱོར་བཏང་ཡག་དང་དེ་འདྲེ་བྱས་ཡག་དང་ཁ་ལས་ཁག་པོ་རེད་དེ་ཡིན་ན་ཡང་ད་བོད་ནང་གི་གསར་འགྱུར་ཡིན་ན་རེད་ད་མང་པོ་ཅིག་ག་ལུ་ད་ག་ལུ་བ་ཅིག་སྟོན་གནང་གི་ཡོད་རོགས་སྟོན་གནང་གི་ཡོད་དུས་དེའི་གི་ད་གསར་འགོད་པ་སྒེར་ཞིག་གི་ངོས་ནས་ད་དེའི་ཐོག་ལ་བློས་བཏང་རོགས་ཅིག་གག་ཚ་ཅིག་བཏང་གནང་གི་ཡོད་རེད།
དེས་དྲི་བ་དེ་ཡག་པོ་ཞུ་བཞིན་འདུག་ལྷག་པར་དུ། ང་ཚོ་ཕ་མ་སྤུན་མཆེད་ཚང་མ་བོད་ལ་ཡོང་མཁན་ཅིག་ལ་མཚོན་ན། བོད་ནང་ནས་གནས་ཚུལ་ལེན་ཡ་དེ་ཧ་ཅང་གི་གདོང་ལེན་ཆེན་པོ་ཅིག་རེད་ཤག་ང་ཚོས་ད་སོ་སོ་ལས་རིགས་དེ་ལ་མ་ཞུ་གི་སྔོན་ལ་ཕ་གཞི་དེ་ཚོར་ཐུབ་མ་རེད། ཡིན་ན་ཡང་སོ་སོ་དངོས་སུ་ལས་རིགས་དེ་ལ་འཇུས་ནས་ཨ་ནེ་ཅིག་ཉི་མ་ཉི་མ་གི་གནས་ཚུལ་དེ་ཚོ་ཅིག་གླེང་ཡོང་དུ་ཙང་ནི་ཕལ་སྐད་ལ་འབྲེལ་བ་ཞུ་ས་དེ་སུ་རེད་དོ། ཕལ་སྐད་ནི་གནས་ཚུལ་དང་ནི་སྟངས་ཉིད་དེ་གི་ཨ་ནེ་གནས་སྟངས་ག་འདྲ་འགྲོ་ཅིག་སྒང་ནས་བཏང་གི་ཡོད་རེད། དེ་བསམ་བློ་གཅིག་བཏང་ན། དངོས་གནས་ད་སྔས་མ་འགྲོ་གཅིག་ཡིན་ན། དངོས་གནས་ཅིག་ཡོད་དཀའ་སོ། བོད་ནང་གི་བུ་མོ་ཚོ་ལ་ཉེན་ཁ་ཡོད་རེད་བོད་ནང་གི་བུ་མོ་ཚོ་ལ་དཀའ་ངལ་ཡོད་རེད་གདོང་ལེན་བྱེད་འོས་རེད་གླུ་གཏོང་ཆེན་པོ་བྱེད་འོས་རེད་ད་དེ་ཡིན་ཡིན་པ་བྱེད་ད་དེང་སང་གི་དུས་ཚོད་ལ། ད་ང་ཚོ་རང་དབང་ལུང་པའི་ནང་ཡོད་བསྡད་པ། ཐ་ན་ཕྱི་རྒྱལ་ཁ་ལ་ཡོད་བསྡད་པ་རྦད་དེ། ཕྱི་རྒྱལ་གྱི་རྦད་དེ། མི་སེར་ཡིན་བསྡད་པ་དེ་ཚོ་ཡིན་ནས། ཧ་ཅང་གི་ཅིག་འཛེམ་དོགས་བྱེད་དགོས་ཡ་ཧ་ཅང་གི་བྱེད་དགོས་ཡ་འདར་དགོས་ཡ་གི་གནས་སྟངས་དེ་འདྲ་ཅིག་ཆགས་བསྡད་ཤག། སྙེ་མ་ང་དང་པོ་གསར་འགོད་པ་བྱེད་པའི་སྐབས་ལ་ད་ཉིས་སྟོང་བཅུ་གཅིག་བཅུ་གཉིས་དེ་འདྲ་རེད། སྐབས་དེ་དུས་ང་ཚོའི་བོད་ནང་གི་གནས་ཚུལ་དེ་ག་འདྲ་གླེང་དགོས་རེད་ཟེར་བས་ན། བོད་ནང་ནས་བོད་མི་ཁ་ཤས་ཅིག་ཀླད་ཤ་ཟོས་ཏེ་ལམ་སང་ང་ཚོ་སོང་ནས་བཅར་འདྲི་ཞུས། ལམ་སང་ད་ནི་ཏང་ག་རེ་བྱ་གི་འདུག་ཁོང་ཚོའི་ཕ་ཡུལ་དེ་མི་དེ་ཕ་ཡུལ་ག་བ་ནས་རེད་འདུག་དེ་དང་འབྲེལ་བའི་ཐོག་ནས་གནས་ཚུལ་ག་རེ་ལས་ཡོད་འདས་པའི་དུས་ལ་གསལ་བོ་མ་ཆགས་པའི་གནད་དོན་ག་རེ་ཡོད་རེད་ད་ལྟ་གནས་སྟངས་ག་རེ་ཆགས་ཀྱི་ཡོད་རེད་མ་འོངས་པ་ལ་ཡང་རྒྱ་ནག་གཞུང་གི་སྲིད་ཇུས་ག་རེ་ག་རེ་ནས་ཅིག་སྔར་ལས་ལྷག་ནས་ལག་བསྟར་བྱེད་ཡོང་གི་ཡོད་རེད་ཟེར་སྐད་ཆ་འདྲི་ས་ཡོད་རེད། ད་དེང་སང་གི་དུས་ཚོད་ལ་བོད་ནས་ཡོང་ཉེ་དེ་ཚོ་དེ་པར་ནས་དཀའ་ངལ་འཕྲར། བོད་ནས་ཡོང་ཉེ་གི་བོད་ནང་གི་གནས་ཚུལ་མཁོ་སྤྲོད་བྱས་ནས་དཀའ་ངལ་ཆེན་པོ་འཕྲལ། ད་ད་ལྟ་འདྲ་བོ་ཞིག་ཡིན་པས་ན་ད་བོད་ནས་གསར་དུ་སླེབས་པ་ད་ཨ་ཀྱང་ཀྱང། ཐ་ན་ཕྱི་རྒྱལ་ཁག་ལ་དཔལ་དེ་མི་བསྲེག་ཆགས་བདེ་བ་དེ་ཚོ་ཡིན་ནས་ཨོ་ད་ང་དེའི་སྐོར་གྱི་གནས་ཚོད་དེ་བཤད་ཐུབ་ས་མ་རེད་ང་མ་འོངས་པ་ལ་ཅིག་བོད་ལ་ཅིག་འགྲོ་ཡག་གི་ཆ་ཞིག་ཡོད་ཨ་ནི་ད་དེ་བཤད་ཐུབ་ས་མ་རེད་ང་ཚོའི་ནང་མིའི་ནང་ལ་ཡང་ཅིག་རྒྱ་ནག་གཞུང་གིས་ད་ཅིག་ལས་བྱེད་དེ་འདྲས་ཡོད་ཟེར་མཁན་དེ་འདྲས་མང་པོ་འདུག་ངས་དེ་དང་འབྲེལ་ནས་ད་ཅིག་དེ་རིང་ངས་འདི་ནས་མ་ཅིག་ཞུ་དགོས་ཡག་ས་ཡོག་མ་རེད་ཚང་མས་མཁྱེན་བདེ་བ་རེད་དེ་ཅིག་ང་ཅིག་མང་པོ་ཞུ་གི་མེད་ངས་དཔེ་མཚོན་གཅིག་བྱ་གི་ཡིན། དཔེ་མཚོན་གཅིག་དེ་ད་སོ་སོ་ཡིན་ན་དཔེ་དེ་གཅིག་ཧང་ཧང་སངས་དགོས་རོ་གཅིག་ཉི་མ་གཅིག་ལ་ད་དེ་ངས་གསར་འགོད་པའི་མིང་དེ་སྟོན་གྱི་མེད་ཨ་ནི་ང་ཚོ་གི་ས་གནས་ཀྱི་གསར་འགོད་པ་གཅིག་གི་ཨ་ནི་མགོ་ལོག་ཕྱོགས་ཀྱི་གནས་ཚུལ་གཅིག་གསར་འགྱུར་གཅིག་བཏང་སོང། ཨ་ནེ་སྐད་ཀྱི་གནས་ཚུལ་དེ་བྱུང་ཚར་བའི་ཞོར་ལ་ང་ཚོའི་གསར་འགོད་པ་གཞན་པ་གཅིག་ང་ཚོའི་གསར་འགོད་པ་གཞན་པ་གཅིག་གི་ནང་ལ་ཨ་ནེ་ཡི་ཚ་ནས་གོང་ད་རྒྱ་གར་ནས་ཡིན་ནའང་མཚན་གྱི་ཆུ་ཚོད་ལྕི་བ་ལྷག་བཅུ་གཅིག་མ་ཟིན་གཅིག་རེད་བཞག

དང། ང་ཚོ་ནང་ལ་ཉེན་རྟོག་པ་ལས་དེ་བྱ་ཨ་ནི། དེ་རིང་ཁྱེད་རང་ཚོས་གནས་ཚུལ་ཅིག་སྤེལ་ཡོད་ཟེར་བ་དེ་ངས་བཏང་བ་རེད་ཟེར་ནས་ད་ངའི་ནང་མི་ལ་བཙུར་གི་འདུག་ཟ། ད་དེ་གསལ་བོ་ཅིག་བཟོ་དགོས་འདུག་དེ་གར་བྱས་ན་དགའ་གི་རེད་ཟ། ཨ་ནི་ངས་ཀྱི་དེ་གནས་ཚུལ་དེ་ཁྱེད་རང་གིས་བཏང་རྒྱུ་མ་རེད་གར་བྱས་ནས་ཁྱེད་རང་ལ་ཁྱེད་རང་གི་ནང་མི་བཙུར་གི་ཡོད་རེད་ཟེར་ནས་ཅིག་བཤད་པས་ད་དེ་འདྲས་བཤད་ན་ཕན་ས་མ་རེད་ལ་ཟེར། ཨན་ད་ཁྱེད་རང་ང་ལ་ཡི་གེ་གཅིག་འབྲི་རོགས་བྱོས། ཡི་གེ་གཅིག་འབྲི་རོགས་བྱས་པས་ང་དེ་ཡི་གེ་དེ་ཕ་གཏང་རྒྱ་ཡིན། ཨན་ངས་འཕྲིན་ཐུང་གཅིག་བྲིས་པས། ཁོ་རང་ང་ལ་ཡིག་ཐོག་ནས་ཚུར་སྐད་ཆ་དྲིས་ནས་དེ་རིང། དུས་བབ་ཀྱི་གསར་འགྱུར་དེ་འདྲ་ཅིག་སྤེལ་ཡོད་ཟེར་བ་ས་གནས་དུ་བ་ལ་དེའི་གནས་ཚུལ་དེ་སུས་མགོ་སྤྲོད་བྱས་ཏེ་དེ་སྐད་ཆ་དྲིས་ཀྱི་འདུག་ཨན་ངས་ཀྱི་ལམ་སང་ཕ་ཡི་གེ་བྲིས་ནས་དེ་གནས་ཚུལ་དེ་ཨ་ནེ་གསར་འགོད་པ་གཞན་ཅིག་གིས་མཁོ་སྤྲོད་གནང་སོང་ག་རེ་བྱས་པ་རེད། འདི་ཁྱོ་ད་འདྲི་བ་ཡོག་མར་གདའ་ཟེར་ནས་དེ་འདྲས་ཡིག་ལན་ཅིག་ཕར་བཏང་ནས། གང་ལྟར་ཁོའི་གི་ཡི་གེ་དེ་ཕར་བཏང་ཡོད་ཟེར་ཨ་ཅག་ལ་ཁོ་རང་གི་ཨ་ཅག་དེ་ལ། ད་དེ་འདྲས་བྱས་ནས་ཨ་ནི་ད་གང་ལྟར་མཐའ་མ་དེ་ལ་ཅིག་ཉེན་ཁ་ཆེན་པོ་དང་དཀའ་ངལ་ཆེན་པོ་ཅིག་བྱུང་མ་སོང། ཡིན་ན་ཡང་དེའི་ཚོགས་ཀྱི་དཔེ་དེ་ཁ་ཐུག་གི་ཁོ་རེ་དཔེ་དེ། ང་ཚོ་གསར་འགོད་པའི་ནང་མི་ལ་བཙུར་ཡོང་བས་ནང་མི་ལ་ད་ཁྱེད་རང་དེ་ད་ད་རང། ཁྱང་ཚོ་སྤུན་རྒྱག་ལ་ཁ་པར་བཏང་ཟིན། དེ་འབྲེལ་གྱི་དཀའ་ངལ་ད་དངོས་གནས་གལ་ཆེ་ག་ཚོད། དེ་རིང་གནས་ཚུལ་སྤེལ་རྒྱུ་དེ་དོ་དགོང་དཀའ་ངལ་འཕྲད་ཀྱི་ཡོད་རེད། དེ་འབྲེལ་གྱི་ཅིག་དཀའ་སྡུག་ཅིག་གི་ཁྲོད་ནས་ནི་གསར་འགོད་པའི་གི་གནས་ཚུལ་ལེན་དགོས་ཆགས་དགོས་རེད་ལ་དེ་ད་ད་ལྟ་གོང་ནས་སོང་བ་ནང་བཞིན་གྱི་ང་ཚོའི་བོད་ནང་གི་གསར་འགྱུར་དེ་ཚོ་དངོས་གནས་བྱས་པས་ན་ཁོང་གཉིས་གསུམ་བཞི་ཡོད་ན་ག་ཚོད་ཀྱི་དཔེ་དག་པོ་ཆགས་ཡོད་ད་ཡིན་ན་ཡང་ད་ལྟ་བོད་ནང་གི་གནས་ཚུལ་ཅིག་ལ་ཁུངས་དག་པོ་ཅིག་ཆགས་དགོས་ན

ཨཱ་ནི་ཡའི་རྣམ་པ་ཚོ་ད་ལྟ་དེ་བྱེད་ལ་འདུག་ཅེས་བསམ་བློ་བཏང་ནས་ཞུས་རོགས་ཅེས་བདེ་སྐྱིད་ལ་ཉེ་ཅིག་ཞུས་ཆོག་ཅེས་ད་ང་ཚོ་རོགས་ཅིག་ཡིན་པར་ཆ་བཞག་ན་ད་བཙན་བྱོལ་ནང་དུ་སླེབས་ནས་ལོ་བདུན་ཅུ་ཟིན་འདུག་འགྲོ་གི་ཡོད་རེད་དེ་གི་བརྒྱུད་རིམ་གྱི་ཁྲོད་ལ་ད་གསར་འགྱུར་མེ་ལོང་ནས་མ་འགོ་བཙུགས་རྗེས་ད་ཟང་ཁང་མང་པོ་ཞིག་བྱུང་ཡོད་རེད་བ་དེ་གི་ད་ད་ལྟ་བར་དུ་ད་བོད་ཀྱི་གནས་ཚུལ་ཡིན་ན་རེད་ད་བཙན་བྱོལ་ནང་གི་གནས་ཚུལ་ཡིན་ན་རེད་ད་མང་པོ་ཅིག་རྒྱལ་སྤྱི་ཚོགས་ལ་འདུག་དོན་དུ་ཡག་གི་དེ་འདྲ་བྱུང་ཡོད་རེད་ད། དེ་སོང་ཙང་བོད་ནང་གི་བོད་མི་ཚོས་ཀྱི་ད་འདས་ཀྱི་ད་ང་ཚོས་ཀྱི་གསར་འགྱུར་བཙན་བྱོལ་ནང་གི་གསར་འགྱུར་གཏང་རྒྱུ་དེ་ཚོ་ལ་དིང་ཚོད་ལ་བར་ད་ག་ལོག་རེད་དིང་ག་དིང་ཆོག་འགྲོ་བ་ཅིག་ག་གེ་ཚིག་ཡོད་རེད་དེ་རྣམ་པ་གཉིས་ཀ་ལོག་ལ་དྲི་བ་ཡིན།

འདི་སྐད་ཡིག་བཏགས་པའི་རིན་ཐང་ཟེར་ནས་འདྲ་ཁོའི་ཨ་ཏི་ག་ཚད་ཅིག་གླས་ཡོད་དམ་མེད་ཟེར་དེ་ནང་ལ་ངས་འདི་ལྟ་དུས་ཚོད་ལ་རིན་ཐང་ཆེ་ཤོས་དེ་ག་རེད་འདུག་ཟེར་ནའང་བཙན་བྱོལ་ནང་གི་ད་གསར་འགྱུར་དེ་རིན་ཐང་ཆེ་ཤོས་དེ། གཞིས་ལུས་རྒྱ་ཆེན་མི་དམངས་ལས་སེམས་པའི་ཐོག་ནས་ཡང་འཕེལ་རྒྱས་ལས་རྟགས་རྒྱག་ཆེད་ཟེར་ནས་འདྲ་དེ་འདྲ་ཆེན་པོ་ཞིབ་ཆ་མཁོ་སྤྲོད་བྱས་ཡོད་རེད་བསམ་གྱི་འདུག་ག་རེད་ཟེར་ན་གསར་འགྱུར་གྱི་རྒྱུན་ལམ་འདི་སྐད་ལ་བརྟེན་ནས་རེ་བ་ཧི་མ་ལ་ཡའི་རྒྱབ་ཕྱོགས་དེ་ལ་ཡང་ཨ་ནི་བཙན་བྱོལ་གྱི་གཞུང་དང་སྒྲིག་འཛུགས་ཅིག་ཡོད་པ།

རྒྱུན་འཛིན་བྱེད་ཡག་གི་འཕེལ་རྒྱས་ལ་གདེང་ཚོད་དང་སྤོབས་པ་ཞིག་སྤྲད་ཡོད་པར་གསུངས་འདུག་དེས་ང་རང་ཚོ་བཙན་བྱོལ་སྤྱི་ཚོགས་ནང་གི་ལྟ་གསང་རྒྱུ་རྒྱུན་ལམ་དང་དྲིལ་བསྒྲགས་ལས་དོན་ལ་ཐོབ་ཡོད་ཀྱི་གྲུབ་འབྲས་ཅིག་རེད་བསམ་གྱི་འདུག་ལ་གྲུབ་འབྲས་དེ་གའི་སྙིང་སྟོབས་དེ་མུ་མཐུད་ཅིག་ང་ཚོས་ཡང་རྒྱུན་འཛིན་བྱེད་དགོས་པ་ཞིག་རེད་བསམ་འདུག་ལགས། ལགས་སོ། ད་ལྟ་དེ་དྲི་བ་དེ་ངས་ཕྱོགས་གཉིས་ནས་ལྟ་དགོས་རེད་བསམ་གྱི་འདུག་གང་ཡིན་ཞུ་བས་ན། སྤྱི་བཏང་གི་ཡག་པའི་ཕྱོགས་དང་ནུས་པའི་ཕྱོགས་ནས་བལྟ་བས་ན་ང་ཚོ་གི་ད་ལྟ་བར་དུ་མི་ལོ་དྲུག་ཅུ་ལྷག་ལ་ཕྱི་མིག་ཅིག་བལྟ་བས་ན་ཨ་ནི་བོད་ནང་གི་གནས་ཚུལ་མང་པོ་ཅིག་རྒྱལ་སྤྱིའི་སྒང་ལ་སྐྱེལ་ཡོད་རེད་ལ་རྒྱལ་སྤྱིའི་སྒང་ནས་ནི་དེའི་སྒང་ལ་ཡག་ཅིག་གི་ནུས་བ་དེ་མ་སོང་ལ་བལྟོས་ནས་ཨ་ནི་བོད་ནང་ལ་ཡག་གྲུབ་འབྲས་ཐོན་ཡོད་རེད་ཐོན་པས་ཀྱི་ང་ཚོ་དཔེ་མཚོན་དེ་འདྲ་མང་པོ་བཞག་ཡོད་རེད་ད་ཡིན་ན་ཡང་ད་ང་ཚོ་དེ་རིང་གི་དྲི་བ་དེ་ལ་ཡང་གྲུབ་འབྲས་གཅིག་བུ་མ་བཤད་པ་ཆེ། ཡང་གཅིག་ལྡོག་ཕྱོགས་ནས་གཅིག་ཞུས་པས་ན། བོད་ནང་གི་བུ་མོ་ཚོ་ད་ད་ལྟ་བར་དུ་ང་ཚོ་གཅིག་འབྲེལ་བ་མང་པོ་གཅིག་ཞུས་བསྡད་དུས་དེ་གི་བརྒྱུད་རིམ་ཁྲོད་ནས་དེ་གི་ད་གཅིག་ལྡོག་ཕྱོགས་དང་དྲང་ཕྱོགས་གཉིས་ཡོང་བ་སྟེ། ད་དེ་ནས་ཚོ་དེ་ཅིག་བཀོད་ཅེས་ད་འདིའི་ཆ་ལ་ཅིག་མ་སྤེལ་རོགས་བྱས་མ་གཞི་ནས་ད་ལྟ་ང་ཚོ་ཡི་ས་གནས་ཀྱི་གནས་སྟངས་དེ་གསལ་བོ་ཆགས་མི་འདུག་ལ་ནི་དེ་གི་ཕན་གི་ཡོད་དང་གནོད་གི་ཡོད་ཧ་གོ་མི་འདུག་ཟེར་དེ་གི་གནས་སྟངས་དེ་མང་པོ་ཅིག་ཡོང་གི་འདུག་ད་ནང་བཞིན་གྱི་ང་ཚོ་ཅིག་བོད་ནང་གི་དཔེ་ཆ་ན་ཅིག་གྲུབ་འབྲས་ཐོན་པའི་གི་གནས་ཚུལ་དེ་འདྲ་ཡང་ན་བུད་མེད་ཅིག་གིས་གནས་ཅིག་གཟིངས་སུ་ཐོན་པའི་གི་ལས་དོན་ཅིག་བྱས་ཡོད་ན་དེའི་གི་སྐོར་དེ་ང་ཚོ་ཅིག་གི་ག་སོ་གནས་ཚུལ་གླེང་ཡ་དེ་ལ་ཡང་ང་ཚོ་ཅིག་བསམ་བློ་གཏང་དགོས་པའི་གནས་སྟངས་ཅིག་ཡང་ཆགས་ཀྱི་འདུག་དེ་བོད་ནང་གི་བུད་མེད་དེ་འདྲས་ཀྱི་ཡང་གནས་ཅིག་ཁ་ཐུག་སོང་ཉེ་དེ་འདྲས་འདུག་དེ་གང་ལ་ཡང་རྣམ་པ་ཚོགས་ཀྱིས་ཅིག་གནས་ཚུལ་སྤེལ་བའི་སྐབས་ལ་ནི་ཡང་ཅིག། མདུན་རྒྱབ་གཡས་གཡོན་ཚང་མ་ལ་ཅིག་དགོངས་པ་ཅིག་ཞི་རོགས་བྱེད་ཨ་ཟེར་ནས་དེ་འདྲ་ཡོང་གི་འདུག་དེ་ང་རང་ཚོའི་སོ་སོ་གི་གདོང་ལ་བལྟས་ནས་སོ་སོ་ཡག་ཨ་བཤད་དགོས་ལ་སྡུག་ཨ་བཤད་དགོས་བ་དེ་བྱེད་དུས་ནི་ང་ད་ད་ལྟ་བར་དུ་ཅིག་གསར་འགྱུར་གྱི་ལས་ཀ་བྱེད་པའི་ཁྲོད་ནས་ནི་ང་ཚོའི་བོད་ནང་གི་ང་རང་ཚོའི་བསམ་བློའི་ནང་ལ་ནི་ཅིག་བོད་ནང་གི་གནས་ཚུལ་ག་འདྲ་ཅིག་ཡིན་པའི་ནས་ཡང། དེས་ང་ཚོ་རྒྱལ་སྤྱིའི་སྒང་ལ་སྐྱེས་དགུ་ལྷག་པར་དུ་ཅིག་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དང་ཆུ་དང་རིག་གཞུང་གི་བཙན་གནོན་དང་འབྲེལ་བ་ཆགས་པའི་གནས་ཚུལ་ཞིག་ཡིན་ན་རྒྱལ་སྤྱིའི་སྒང་ལ་གང་ལྟར་ང་ཚོ་གི་སྐྱེ་ས་ག་བ་ཡོད་ན་དེ་སྐྱེ་དགུ་རེད་བསམ་པ་དེ་ང་ཚོ་གི་ཅིག་སོ་སོ་སོ་ལ་གར་སོ་དམ་བཅའ་འགྲོ་ཅིག་རེད་ལས་ཀའི་གི་འགན་ཡང་རེད་ད་ཡིན་ན་ཡང་ང་ཚོ་གི། ད། ཤ་ཁྲག་གཅིག་པ་དེ་ཚོ་ཨ་ནེ་ཡང་གནས་སྟངས་གཞན་ཅིག་གི་འོག་ལ་ཡོད་དུས་ཨ་ནེ་ཡང་ཅིག་མི་སྐད་ནས་གནས་ཚུལ་ལེན་པའི་སྐབས་ལ་ཡང་ང་ཚོ་གིས་ཅིག་བསམ་བློ་གཏང་དགོ་ས་ཅིག་གཏན་ནས་འདུག་ལ་དེའི་སྒང་ལ་ཨ་ནེ་བོད་ནང་གི་བུ་མོ་ཚོ་ཡིན་ནས་བཙན་བྱོལ་ནང་གི་སངས་རྒྱས་འགོ་སྟངས་ཀྱི་འགོ་སྟངས་ཀྱི་ཐོག་ལ་ཨ་ནེ་བསམ་ཚུལ་ཅིག་འདུག་དེའི་སྒང་ལ་ཅིག་དྲང་ཤོག་ལྡོག་ཤོག་གཉིས་ཅིག་འདུག་ཟེར་ནས་ཞུ་ཡ་ཡིན་ཧཧཧ། གཤམ་ལ་རྣམ་པ་ཚོའི་དྲི་བ་ཡོད་ན།

ད་ལྟ་འདི་ང་ཚོས་ཧ་ལམ་མི་རེ་རེ་གསར་འགོད་པ་རེ་རེ་ཆགས་ཀྱི་ཡོད་རེད་ད་དེ་ཡང་རང་དབང་པ་རང་དབང་གི་གསར་འགོད་པ་རྐྱང་རྐྱང་དེ་འདྲ་ཆགས་ཡོང་དུས་ནི་དངོས་ནས་ད་སྤྱི་བཏང་གི་གསར་ཁང་ཅིག་གི་གསར་འགོད་པ་ཡིན་ན་ཐོག་མའི་དུས་ལ་ཡ་ལས་ཀའི་ལས་ཁུངས་དེ་ལ་ཡ་ཞུགས་པའི་སྐབས་ནས་ཁོ་ཅིག་ཆ་རྐྱེན་ཅིག་ཟེར་ན་རེད་གང་ལྟར་ཡིག་ཚད་ཅིག་བཏང་ནས་ཡོང་གི་ཡོང་གི་ཡོད་རེད། དེ་ཁོ་རང། ཤེས་ཡོན་གྱི་ཚད་ཅིག་དགོས་གི་རེད། ཨ་ནི་ཅིག། གོ་རྟོགས་ཀྱི་ཚད་ཅིག་དགོས་གི་རེད། ཨ་ནི་ད་ནང་བཞིན་གྱི་ཨ་ནི་ཅིག། གལ་སྲིད་དགུན་ཆོས་ཀྱི་སྒང་ནས་ནས་གསར་འགོད་རིག་པའི་དགུན་ཆོས་ཀྱི་སྒང་ལ་གང་ལྟར་མ་ཐ་གོ་དང་པོ་སླེབས་དུས་ནས་ནི་ཅིག་དགོས་གི་རེད་ད། གཞི་རྩ་རུ་ཅིག་རྨང་གཞི་ཅིག་དགོས་གི་རེད་བསམ་གི་འདུག་དེ་གསར་ཁང་སོ་སོ་སོས་བལྟ་གི་ཡོད་རེད་བསམ་གི་འདུག་དེ། ང་ཚོ་ཅིག་གསར་ཁང་སོ་སོ་གི་གསར་འགོད་པས་གི་གལ་སྲིད་ཐུན་མོང་མ་ཡིན་པའི་ཁྱད་ཆོས་ཟེར་ན་རེད། ཡོད་དགོས་པའི་ཆ་རྐྱེན་ཟེར་ན་རེད་དེ་ཅིག་རེད་བསམ་གི་འདུག། ད་ཁ་ནང་ཆེན་གྱི་གསར་འགྱུར་ཅིག་སྤེལ་བའི་སྐབས་ལ། ང་ཚོ་གསར་ཁང་གི་གསར་འགོད་པ་ཞིག་ཡིན་ན་ཆེས་མ་མཐའ་ཡས་ནས་གསར་འགོད་པ་དེ་གི་དྲ་ཐོག་ད་སྤྱི་ཚོགས་དྲ་ལམ་ཅིག་ནས་སྒྲུག་གི་ཡོང་གི་ཡོད་ནའི། གསར་འགོད་པ་དེ་གི་ཁ་ཐུག་གི་དྲ་ལམ་ལ་བྱ་བ་དེ་ཧ་ཅང་གི་ཉུང་ཉུང་རེད། དེ་རྩོམ་སྒྲིག་པ་རྩོམ་སྒྲིག་ལས་རོགས་དེ་འདྲ་ཞིག་གི་ལྟ་དགོས་ཀྱི་ཡོད་རེད། ད་དེ་ད། བརྒྱ་ཆ་བརྒྱ་ཐམ་པ་ལྟ་དགོས་རེད་ཟེར་ནས་དུས་ནམ་ཡང་སོ་སོ་གཅིག་བུ་གི་བསྐོ་བཞག་དེ་འདྲ་ཡོང་གི་མ་རེད་ངས་ཞུ་གི་མེད་ང་ཚོ་གཅིག་འདུས་ཀྱི་གསར་འགོད་པ་ཡོད་རེད་པ་དེ་བྱེད་དུས་དེ་ཞུ་ཐུབ་མི་འདུག་དེ་ཡིན་ན་ཡང་རྩ་བའི་གི་ཆ་ནས་གསར་ཁང་གི་གསར་འགོད་པ་ལ་ཨ་ནི་ཚད་ཤེས་དེ་མ་སོང་ན་གཅིག་དཔྱད་ཞིབ་བྱེད་ཡག་གི་ལམ་ཀ་མང་པོ་ཟེར་ན་ད་རིམ་པ་ཁ་ཤས་ཅིག་བརྒྱུད་དགོས་གི་རེད་གཞི་རྩའི་གསར་འགོད་པ་དེ་གའི་གཞིས་ཚད་དང་གསར་འགོད་པ་དེ་གའི་ཀུན་སྤྱོད་དང་གོ་རྟོགས་དང་མང་པོ་ཅིག་ལ་བལྟ་དགོས་བ་དེ་ཡང་ཆ་རྐྱེན་གཅིག་རེད། ད་ང་ཚོ་ད་ལྟ་སྤྱི་ཚོགས་དྲ་ལམ་ལ་ཡང་ད་དངོས་གནས་ཀྱི་ཅིག་གནས་ཚུལ་འདྲ་མི་འདྲ་ཡོང་གི་ཡོད་རེད། ཁ་ཤས་ཀྱི་ནི་དངོས་གནས་ཚད་ལྡན་ཅིག་ལྟ་བ་པོ་དང་ཀློག་པ་པོ་སུ་འདྲ་ཅིག་ཡིན་ནའི་དངོས་གནས་ཀྱི་ཅིག་ཚད་ལྡན་གྱི་གནས་ཚུལ་འགན་འཁྱེར་བའི་ཐོག་ནས་གནས་ཚུལ་རང་ངོ་ནས་གལ་ཆེན་པོ་དེ་འདྲ་བསྡུས་ནས་དུས་སུ་གསར་ཁང་མཚོ་ལས་ཆང་མགྱོགས་པ་རྩ་ཁང་མཚོ་ལས་ཆང་ཨ་མགྱོགས་གྲོང་ང་དེ་འདྲས་ཡོད་རེད། ཡིན་ན་ཡང། ད། དེ་བརྒྱ་ཆ་དེ་མ་སོང་ཅིག་ལྟ་བ་ཡིན་ན། དེང་སང་གི་ང་ཚོའི་སྤྱི་ཚོགས་ཀྱི་གནས་སྟངས་ལྟ་བ་ཡིན་ན་ཨ་ནས་ཅིག། ད་ལྟ། མང་པོ་ཅིག་གིས་ད། གསར་འགོད་པ་དེ་ཚོ་ལས་ཀ་ཞེ་བ་ཡོད་ས་མ་རེད་ད། མི་ཚང་མ་དཔེ་ཚགས་རྒྱུ་དེ་དཔེ་བལྟས་ཀྱི་འདུག་ཟེར་ནས་དེ་འདྲ་ཡོང་གི་འདུག་ད་ཡིན་ན་ཡང་ང་འགྲོ་ཅིག་ཡིན་ན། སྤྱི་ཚོགས་དྲ་ལམ་ག་ཚོད་ཀྱི་འཁྲིག་ཆ་དོད་པོ་ཆགས་ན་གསར་འགོད་པའི་ལས་རིགས་དེ་དེ་ཚོད་ཀྱིས་ཡག་འབུ་རྐྱག་བཏང་དགོས་ཅིག་དང་ཡར་རྒྱས་བཏང་དགོས་ཅིག་དང་ནུས་པ་ཆེར་བཏང་དགོས་ཡང་འགན་ཆེར་སྒྲོག་གི་ཡོད་རེད་བསམ་གྱི་འདུག་མ་གཞི་སྤྱི་ཚོགས་དྲ་ལམ་དར་སོ་ཆེན་པོ་ཆགས་ཨ་ནི་མི་ཚང་མ་གསར་འགོད་པ་གསར་འགོད་རང་དབང་ད་རང་དབང་གི་གསར་འགོད་པ་ཆགས་འདུག་ང་ཚོ་གསར་ཁང་ཚོ་མར་དགོས་འདུག་དང་དེ་ཚོ་ཅིག་ག་ཚོད་ཅིག་ག་སོགས་ཡོད་ད་ཅི་གི་མ་རྗེས་སུ་ལྷག་གི་ཡོད་པ་དེ་འདྲ་ངས་ཅི་བས་ཚོར་གི་མི་འདུག་དེ་བྱས་དུས་ཨ་ནི་ང་ཚོའི་སྤྱི་ཚོགས་དྲ་ལམ་ལ་གནས་ཚུལ་ཡོང་གི་ཡོད་པ་དེ་དང་གསར་ཁང་གི་སྤེལ་བའི་གནས་ཚུལ་དེ་ལ་སྤྱི་ཡོངས་ཀྱི་ཆ་ནས་ཨ་ནི་སྤུས་ཚད་དེ་ལ་ཁྱད་པར་ཆེན་པོ་ཡོད་རེད་བསམ་གི་འདུག་ལ་འགན་གི་ཐོག་ནས་ཡིན་ནའི་འགན་ཆེན་པོ་ཡོད་རེད་ལ་དཔེ་ཤང་ན་ཅིག་གནས་ཚུལ་ཏག་ཏག་མ་བལྟས་ནས་ཅིག་སྤེལ་བ་ཡིན་ནའི་གསར་འགོད་པ་ཚད་ཡོད་རེད་རྩོམ་སྒྲིག་པ་ཚད་ཡོད་རེད་གསར་ཁང་ཚད་ཡོད་རེད།

དེས་ད་ལྟ་ཞི་བདེ་མེད་པར་སོང་ཙང་ནི་བཙན་བྱོལ་ནང་གི་ད་ས་ཁང་དུ་འཛུལ་གྱི་གནས་ཚུལ་གར་སྤེལ་ཏོ་དེའི་སྐབས་ལ་དཔེ་བཞག་ན་མི་སྒེར་གཅིག་གི་གནས་ཚུལ་གཅིག་ག་བཤད་ཡོད་ན་ས་ཁང་དུ་འཛུལ་གནས་ཚུལ་ག་ལ་འདུག་འཛུལ་བ་བལྟས་བྱས་ཡང་དེ་གི་ཉམས་ཞིབ་པ་བྱེད་ངེས་ཀྱི་ཁོ་རང་གི་ད་དཔྱད་རྩོམ་དེ་ཡོད་ན་སྤུས་དག་ག་ཡོད་ཡང་ད་དེ་བྱས་བྱས་ཡང་སྒེར་གྱི་སྤྱི་ཚོགས་ནང་ལོ་སྤེལ་བཞག་རྒྱུ་གནས་ཚུལ་འདུག་འཛུལ་ད་ག་ལ་བ་ལ་ཕན་མ་ཐོག་ཡང་དེ་འདྲའི་བྱ་བ་དང་དེ་འདྲའི་གི་ཡང།

དྲི་བ་གཙོ་བོ་དེ། བོད་མང་ཚོགས་ལ་ཆ་རྒྱུས་ཟེར་ཡ་ཟེར་མི་འདུག་ད་ངའི་དྲི་བ་དེ་གཅིག་དེ་ད་ང་ཚོས་བཙན་བྱོལ་ནང་ལོག་གི་གསར་ཁང་དང་གསར་འགོད་པ་ཚོས་ཨ་ནི་བོད་ནང་གི་གནས་ཚུལ་ག་རེ་ཡིན་ན་ཡང་ད་ཅིག་རྒྱ་སྤྱིའི་ཐོག་ལ་ཁྱབ་སྤེལ་བྱས་ཏེ་འགན་བཞེས་དགོས་པ་རེད་དེ་གི་ལས་འགན་བཅས་བྱ་དགོས་རེད་བ། ད་ཡིན་ནའི་བོད་ནང་ནས་ད་མི་ཁུངས་མི་གཅིག་གིས་བོད་ཀྱི་གནས་ཚུལ་གཅིག་བརྒྱུད་ལམ་གང་གི་ཐོག་ནས་ཡང་ངོ་སྤྲོད་གནང་དུས་འདི་ལ་ཨ་ནི་ག་ཚོད་ཀྱི་ཁུངས་དག་མེད་དག་འདི་འདྲས་ཀྱི་ཞིབ་འཇུག་གི་ཐབས་ལམ་གནང་གི་ཡོད་རེད་གཅིག་དེ་ཡིན་ལ། གཉིས་པ་དེ། ད་དེ་འདྲ་བོད་ནང་གི་དང་གི་སྤྱི་དང་རོབ་ཙོ་ཅིག་གསུང་གི་སོར་བཞག་སོང། བོད་ནང་གི་གནས་ཚུལ་མང་པོ་ཅིག་ད་ཆབ་སྲིད་དང་འབྲེལ་བ་མེད་པ་ཡིན་ནའི་ཅིག་སྐད་གྲགས་ཆེན་པོ་འགྲོ་དུས་ད་མི་ནག་བོད་ནང་ལོག་གི་མི་ནག་ཅིག་གིས་ད་ཅིག་བོད་ཀྱི་རིག་གཞུང་ཡིན་ན་རེད་སྐད་ཡིག་ཡིན་ན་རེད་དེ་འདྲའི་སྒང་ལ་འབུར་དུ་ཐོན་པའི་དག་གང་ཟེར་བ་རེད་ལས་ཀ་དང་འདི་འདྲ་ཅི་ཡོང་དུས་ང་ཚོས་འདི་ནས་ཅིག་ཁྱབ་སྤེལ་བྱས་དང་འདི་འདྲ་ཤུགས་ཆེན་པོ་ཆེ་དྲགས་ན་ཨ་ནི་ཁ་ཤས་ཀྱི་ད་ལྟ་གསར་འགྱུར་སྤེལ་འོང་དུས་འོག་ཏུ་མཆན་མང་པོ་འདོན་འོང་དུས་ད་འདི་མ་སྤེལ་ན་ཡག་གི་རེད་ཟེར་ད་བལ་ཀའི་བཙོང་དགོས་ཡོད་རེད་འདི་འདྲ་ཟེར་གི་འདུག་ད་གསར་གཏོད་པ་གཅིག་གི་ངོས་ནས་ཨ་ནི་འདི་འདྲའི་སྐབས་ལ་ཨ་ནི་རྩ་འཛིན་ལངས་ཕྱོགས་དྲུག་ཅིག་གང་འདྲ་ཞིག་གནང་དགོས་རེད་འདི་གཅིག་ཞུ་ཡི་ཡིན་ད་གཅིག་ཨ་ནི་བོད་ནང་གི་གནས་ཚུལ་འདི། སྤྱི་བཏང་གསར་འགོད་པ་གཅིག་གིས་གནས་ཚུལ་སྤེལ་འོང་དུས་ཁུངས་དག་པོ་སྤུས་ཚད་ལྡན་པ། ཨ་ནི་ཞིབ་འཇུག་ཚད་ལྡན་འདྲ་བོ་ཅིག་ལྟ་དགོས་དགོས་རེད་བ། ཡིན་ན་ཡང་ད། བོད་ནང་གི་གནས་ཚུལ་མང་པོ་ཅིག། ཡོང་ཁུངས་དང་དེ་ཚོ་གསལ་བོ་བྱེད་པ་ལ། ཨ་ཕི་ཁ་རྩིས་དྲ་ཉུལ་དུ་ཆགས་འགྲོ་གོ་རེད་བ། དེ་འདྲ་ཡིན་དུས་བཙན་པོ་དེ་འདྲས་གསལ་བོ་མ་བཟོས་ན་ཡང། གཅིག་གོ་ལྡོག་དེ། ཁ་སེར་བོ་དེ་ཁ་སེར་བོ་དཔེ་མཐོ་གི་མི་བའི་ཟུར་ཞིག་དེ་འདྲའི་གནད་དོན་སྐབས་ལ། ཨ་ནི་ད་དཀའ་ངལ་དེ་འདྲའི་འཕྲད་པའི་སྐབས་ལ་ཨ་ནི་དམིགས་བསལ་གྱི་ཐབས་ལམ་ག་འདྲ་ཅིག་ཡོད་ན། དེ་གསུངས་ཤིག། མཐའ་མ་དེ་འདི་རེད་ད་ང་ཚོའི་བོད་ནང་གི་གནས་ཚུལ་ཅིག་ད་ང་ཚོའི་གསར་ཁང་གི་དཔེ་གིར་བ་དཔེ་ཡོང་དུ་སེམས་པ། སྤྱི་བཏང་ད་ཁུངས་དག་པོ་ད་ཅིག་དེ་ཚོའི་བརྒྱུད་རིམ་དེ་གས་ཅིག་ཆ་ཚང་པོ་ར་ཅིག

ཕར་ཆེར་རག་སོང། ཨ་ནི། ཨ་རེད་དངོས་གནས་དེ་དྲི་བ་དེ། ཅིག་ཏག་ཏག་གི་ལན་གཅིག་ཞུ་ཤེས་ས་མ་རེད། གང་ཡིན་ཟེར་ན་ང་ཚོ་འདི་འདྲའི་གི་ཅིག་དཔེར་བཞག་ན་བོད་ནང་གི་ཆུ་དང་རི་གཞུང་སྐད་ཡིག་དང་འབྲེལ་བ་ཡོད་པ། དེ་འདྲའི་གི་གནས་གནས་ཚུལ་འབུར་དུ་ཐོན་པ་ཞིག་ཐོན་པ་ཡིན་ན། ང་ཚོས་ཅིག་ཕྱི་ལོགས་ནས་ཁྱབ་བསྒྲགས་བྱས་པ་དང་དེ་ལ་ཡང་ཅིག་ཕན་གནོད་ཀྱི་རིགས་ག་འདྲ་ཡོང་གི་ཡོད་མེད་ཀྱི་ཐོག་ལ་ང་རང་ཚོ་བཙན་བྱོལ་ནང་ལ་ཡི་ལྟ་སྟངས་ཡོད་རེད་ལ། བོད་ནང་ལ་ཡི་དྭགས་རང་གི་ལྟ་སྟངས་དེ་འདུག་དེ་ལ་ང་ཚོ་རྩ་འཛིན་གྱི་སྒྲིག་གཞི་དེ་ཡོད་རེད་ཟེར་ས་སྐད་ཡོད་མ་རེད། ད་ཡིན་ན་ཡང་ང་རང་སོ་སོ་རུ་ཡིན་པ་ཡིན་ན། སྙན་མ་འདི་འདྲ་ཞིག་བྱས། ས་གནས་གཅིག་ལ་སླབ་གྲགས་ཀྱི་བུ་མོ་གཅིག་ལ་ཉེན་རྟོག་པས་ཀྱིས་མེ་མདའ་བརྒྱབ་རྗེས་ཨ་ནེ་བསད་མི་འདུག་ཡིན་ན་ཡང་ཁོང་ཚོ་གིས་སྨན་ཁང་ནང་ཁ་ཐུག་འཁྱིལ་མི་འདུག་ཉེན་རྟོག་ཁང་ལ་ཁ་ཐུག་གིས་འཁྱིལ་ཤག་ཨ་ནེ་དེ་པར་དེ་ནི་ཁོ་གིས་མོ་གི་ད་ལྟ་དཔེ་རྒྱག་ཅིག་གིས་ཧ་གོ་ནས་ཨ་ནེ་ང་ལ་དེའི་གནས་ཚུལ་དེ་མཁོ་སྤྲོད་བྱས་སོང། ཨ་ནེ་སྐབས་དེ་དུས་ད་ཁོ་གར་ལབ་ཀྱི་འདུག་ལབ་ན། ད། དེ་གནས་ཚུལ་དེ། ཁྱེད་རང་ཚོ་ད་བོད་ནང་གི་ཉི་མ་རེ་རེ་གི་གནས་སྟངས་ག་འདྲ་ཆགས་ཀྱི་ཡོད་མེད་དེ། མཁྱེན་རྟོགས་ཀྱི་ཆེད་དུ་ཡིན་མ་གཏོགས་ད་ལྟ་དེ་ཁྱབ་བསྒྲགས་ཤིག་མ་བྱེད་རོགས་བྱས་གསུང་གི་འདུག་དེ་འདྲའི་གི་གནས་སྟངས་ཅིག་བྱུང་ན་ནི། ད་དེ་རྩ་བ་ཉིད་ནས་སྤེལ་གྱི་མེད། ད་ནང་བཞིན་གྱི་ཉི་མ་གཅིག་ལ། ད་དེ་དངོས་གནས་ཅིག་སྐར་ས་ཅིག་གི། དགུ་སྤྲོ་མོ་འགྲོ་ཅིག་རེད་ལ་སྙིང་རྗེ་དང་དངོས་གནས་ཅིག་བོད་ནང་གི་བུ་མོ་ཚོ་གི་གནས་སྟངས་དེ་ཤ་ཚ་ཉེ་འགྲོ་ཅིག། ཉི་མ་གཅིག་ལ། དེ་དུས་དེར་སྐད་འཕྲིན་དེ་ཚོ་ཞི་བོ་དར་འདས་པའི་སྐབས་ལ་རེད། མི་གཅིག་གིས་སྐད་འཕྲིན་ཅིག་ལས་སོང་སུས་ན་བསམས་སོང་ཅིག་སྐྱག་བས། ཨ་ནེ། ཁྱེད་རང། རང་དབང་ལོངས་པ་ཡོད་ཉིད་ཅིག་ཡིན་པས། སྐད་ཅིག་དྲིས་འདུག། ཡིན་ལ་ཡིན། ཨ་ནེ། ཁྱེད་རང། གསར་འགྱུར་བྲིས་ཉིད་ཅིག་ཡིན་པས། ཡིན་ལ་ཡིན། ཨ་ནེ། ད་ཁོས་བོད་ནང་གི་གནས་ཚུལ་ཁ་ཤས་ཤིག་བཤད་ཀྱི་འདུག་ཨ་ངས་ང་ཁ་ཐུག་གིས་བཤད་སོང། ད། ཁྱེད་རང་ད་ལྟ་ག་བ་ཡོད་ཨནི་ཅིག་གི་ལམ་དེ་བདེ་འཇགས་ཞེ་དྲག་ཡོད་ཀྱི་མ་རྟ་ལན། ཨ་ཁྱེད་ཡོང་མ་ང་ད་ལྟ་རིའི་སྒང་ལ་ཡོད་ས། ང་ད་ལྟ་རིའི་སྒང་ལ་ཡོད་ནོར་འཚོལ་ནས་བསྡད་དེ་ཨ་ག་གེ་བཞེས་དགོས་ས་ག་གེ་མེད་ང་ད་ལྟ་རིའི་སྒང་ལ་ཡོད་གསུངས། ད་ཅིག་ག་སོང། ང་ཚོས་བོད་ནང་གི་བུ་མོ་ཚོ་གིས་དངོས་གནས་ཀྱི་སྤྱི་ཚོགས་བརྒྱུད་ལམ་དེ་བེད་སྤྱོད་བཏང་དང་མ་བཏང་བཤད་ན་ཧ་ལས་པ་ཚད་མཐོ་བོ་རེད། ཡིན་ནའི་དེ་དང་འབྲེལ་བའི་གི་ཅིག་བདེ་འཇགས་དང་དེ་དང་འབྲེལ་བའི་གི་ཐབས་ལམ་དང་དེ་འདྲའི་དངོས་གནས་པད་དཀའ་སོ་རྒྱ་ནག་གཞུང་གིས་བསམ་བཞིན་དུ་ལྷབ་གི་མེད་ཡིན་ན་ད་ངས་ད་དེ་འདྲའི་ངས་ཤེས་ར་ཤེས་ངེས་མེད་དེ་གང་ལྟར་དེ་འདྲས་རེད་བཤད་ད། དེ་བྱེད་དོན་ནི་ང་སྐབས་དེ་དུས་དཔལ་ཅིག་ཡང་ནས་ཡང་དུ་སྐད་ཆ་དྲི་ཡ་དང་དེའི་གནས་ཚུལ་དེ་མུ་མཐུད་ནས་ཅིག་འཚོལ་ཞིབ་བྱེད་ཡ་དང་སྐད་ཆ་དྲི་ཡ་དེ་ང་ཁྱོན་ནས་ཏག་ཏག་བསྡད་མ་སོང་ཨ་ངས་ད་ཁྱེད་རང་གིས་བཤད་ཡ་དེ་ཚོ་ངས་ཧ་གོ་སོང་དོལ་བྱས་ཟེར་ནས་བཞག་བཞག་པས། ད་དེ་འདྲས་ཀྱི་ཅིག་ག་ཚོད་བོད་ནང་གི་བོད་མིའི་གི་ཁ་ཞིག་ཨོ་ད་ང་སང་ཉིན་གསུམ་སོང་ཡིན་ནའི་ཁེལ་མི་འདུག་དེ་གནས་ཚུལ་དེ་ཡིན་གཅིག་མིན་གཅིག་ཁ་ཞིག་རྒྱ་བོ་རིན་པོ་ཆེ་ཡིན་གཅིག་མིན་གཅིག་ཅིག་ཞུ་རོགས་བྱེད་བོད་གཞུང་ཡིན་གཅིག་མིན་གཅིག་ཞུ་རོགས་བྱེད་ཨ་རི་གཞུང་ལ་ཞུ་རོགས་བྱེད་དེ་འདྲ་གསུང་གི་འདུག་ཁ་ཞིག་ཨ་དེ་གནས་ཚུལ་དེ་གལ་ཆེན་པོ་ཡིན་ཡག་ཅིག་ཞུ་རོགས་བྱེད་ཨ་ནི་བོད་གཞུང་ལ་ཅིག་ཞུ་རོགས་བྱེད་དེ་འདྲ་ཟེར་གྱི་འདུག་ད་ཡིན་ན་ཡང། དེ་འདྲ་གི་གནས་ཚུལ་བྱུང་བའི་སྐབས་ལ་ཨ་ནེ་ཅིག་གསར་འགོད་པའི་གིས་དངོས་གནས་ཅིག་བསམ་བློ་མང་པོ་ཅིག་གཏང་དགོས་གལ་ཡོད་འདུག་ལ་མཚམས་མཚམས་ཅིག་གཞི་རྩ་ད་འདི་འདྲ་ཅིག་གི་སྒང་ནས་དཔེར་ན་འགྲིག་གི་རེད་འདི་འདྲ་ཅིག་གི་སྒང་ནས་དཔེར་ན་འགྲིག་གི་མ་རེད་ཟེར་ཡག་གི་ང་ཚོ་རྩ་འཛིན་འདྲ་བོ་ཅིག་མེད་དུས་གནས་སྟངས་སོ་སོ་སོ་ལ་ལྟ་ནས་ཐག་གཅོད་དགོས་པའི་གནས་སྟངས་ཆགས་ཡོང་དུས་ཨ་ནེ་གསར་འགོད་པ་ཡིན་ནའི་མཚམས་མཚམས་ཕར་ཞོག་དེ་གིས་བཀོད་རོགས་བྱེད་ལབ་ཡང་མ་བཀོད་ན་མ་བདེ། ཡང་བསྐོས་པ་ཡིན་ན་ཡང་ཅིག་ཕན་གནོད་ཀྱི་ཅིག་དཀར་སེར་ནུས་པ་དེ་ག་རེ་ཐོན་གྱི་ཡོད་ཧ་མ་གོ་བའི་ཐོག་ནས་ང་སྒྲོག་བྱས་ན་གནས་ཚུལ་མང་པོ་ཅིག་ཁ་སོ་ད་བཞག་པའི་བཞག་དགོས་ཡི་རྒྱུ་མཚན་དེ་ཡང་ཨ་ནི་ཅིག་ཕ་ཤོག་གི་བདེ་འཇགས་དང་ཕ་ཤོག་གི་གནས་སྟངས་ལ་ལྟ་དགོས་བྱུང་སོང་ཨ་ནི་ད་ལྟ་ཁྱེད་རང་གི། ད་དྲི་བ་གཉིས་པ་དེ་ཤི་ར་ཅི་ཡང་དེ་ཏག་ཏག་ཆགས་མ་སོང་ད་གང་ལྟར་དེ་ཅིག་མཉམ་དུ་ཅིག་ཐེབས་སོང་ཡང་ངས་མཉམ་དུ་ཐེབས་ཉིན་རེ་བ་ཅིག་ཚོར་སོང་ཨ། དེ་མིན་ན་ཡང་བསྐྱར་ཅིག་གསུངས་རོགས་གནང། ལགས། ཨ
ནི་སྤྱི་བཏང་གི་ད་རེས་ཀྱི་དེའི་བརྗོད་གཞི་དེའི་ཐོག་ལ་ཨ་ནི་དྲི་བ་དང་དོགས་འདྲི་མང་པོ་ཅིག་ཡོད་པ་འདྲ་དེ་དག་དུས་ཚོད་ཀྱིས་རྐྱེན་པས་ད་ག་རང་འདི་འོ་འཚམས་བཞག་ཡིན། ཨ་རྣམ་པ་གཉིས་ད་རེས་ཀྱི་ང་ཚོའི་བཙན་དབང་འོག་གི་བོད་དང། དག་ནས་བཞེས་ཀྱིས་ས་ཁོད་རང་དབང་གི་ཇུས་གཞིའི་ཐོག་ལ་དྭགས་ས་ཁོད་བེད་ཀྱི་འགན་འཁྲི་དང་ལས་དོན་བྱེད་ཕྱོགས་གནས་ཚུལ་མཁོ་སྒྲུབ་བྱེད་སྟངས་བོད་ནང་གི་བོད་མི་ཚོའི་སེམས་འཚབ་ག་རེ་ཡོད་མེད་དང་དེ་ཚོའི་སྐོར་ལ་བགྲོ་གླེང་ལྷུག་པོ་གནང་བར་ཐུགས་ཆེ་གནང་ཞུ་རྒྱུ་ཡིན།